ཡི་གེའི་ཐོག་ནས་དག་ཆའི་ཐོག་ལ་འགྲིག་མ་འགྲིག་ཅིག་ཡོད་ན་ཨ་མེ་ར་སམ་དོགས་པ་འདྲ་ཅིག་ལས་སོ། འབྲི་གུ་གླིང་པའི་ཞལ་ནས་བསམ་སྒོམ་རྟོགས་པའི་ཤོར་སྒོའི་ད་ཅིག་ཟེར་ཅིག་དུ། བསམ་སྒོམ་རྟོགས་པའི་ཤོར་སྒོའི་ད་ཅིག་གསུང་ཡ་འདི། འདིའི་རྟོགས་དེ། རྟོགས་ཏེ་ཕལ་ཆེར་ས་ཡིག་མེད་པ་དེ་མིན་འགྲོ་བསམ་པའི་ངའི་སེམས་དེ་དོག་པོ་རེ་བྱེད་འདུག་ག་རེ་ཟེར་ན། ང་རང་ཚོ་ཐོས་བསམ་སྒོམ་པའི་སྟོང་ཉིད་ཤོར་དགོས་ཡིན་གསུངས་ཡོང་དུས། ཨེ་ནས་སྤྱི་བཏང་གི་ཐོས་བསམ་སྒོམ་པའི་སྒོ་ནས་སྟོང་ཉིད་གཏན་ལ་ཕབ་ཡོང་དུས། དེ་ཁོ་ར་ད་ཅིག་ང་རང་ཚོ་འཛིན་པ་དང་བཅས་པའི་སྒོ་ནས

ར་དང་ད་ནང་རྟོགས་ག་སར་རྟོགས་ཟེར་མཁན་དེ་ཡིན་ན་མེད་ན་དེས། ད་ཐོས་པ་དང་བསམ་པའི་སྒོ་ནས་ཅིག་བརྟགས་ཞིག་ཅེས་ཡོད་དུས། སྟོང་ཉིད་ཀྱི་ཐོག་ལ་བརྟགས་ཤིག་ཅེས་ཡོད་དུས་དེ་ལ་ཅིག་ཤོར་ས་དང་གོལ་ས་དེ་འདྲས་ཡོང་སྲིད་པ་རེད། གསལ་བྱེད་ཀྱི་དོན་དག་མེད་འགྲོ་བསམ་དེ་འདྲས་ཅིག། ངའི་གོ་བ་འདྲ་པོ་ཅན་དེ་འདྲས་ཅིག་ཡིན་འདུག། ཆེན་པོས་མ་རིག་པའི་རྟོག་པ་དང་གཉིས་ཟེར་དུས། འདིས་ཆེན་པོས་རིག་པའི་རྟོག་པ་དང་གཉིས་མིན་འགྲོ་ཟེར་གྱི་འདུག་ག་རེ་ཟེར་ན། དགོངས་འཇིག་གི་ཡང་ཚིག་གཅིག་ནང་ལ། ཆེན་པོ་གསུམ་གྱི་མ་རིག་རྟོག་པའི་ཕྱོགས་གསུངས་ཡོད་རེད་བ། ཆེན་པོ་གསུམ་གྱི་མ་རིག་པ་དེ་རྟོག་པ་རེད་རྟོག་པའི་ཕྱོགས་དུ་གྱུར་བ་རེད། ཆེན་པོ་གསུམ་གྱི་རིག་ནི། ཨེ་ནི་ཆེན་པོ་ཁོ་རའི་འཛིན་སྟངས་ཀྱི་ཐོག་ལ། ཨེ་ནི་བས་ང་དབུ་མ་ཆེན་པོ་ཡིན་ང་རྫོགས་པ་ཆེན་པོ་ཡིན་ང་ཕྱག་རྒྱ་ཆེན་པོ་ཡིན་ཟེར་གྱི་ནི་དེ་རྟོག་པའི་བར་རིག་པ་དེ་དེ་ནི་རྟོག་པ་དེ། མཐར་ཐུག་གི་རྟོགས་པ་གཅིག་ཆགས་ཀྱི་ཡོད་མ་རེད་གསུང་བ་བརྗོད་རོགས། དེ་ཡིན་དུས་འདི་ན་ལ་ཆེན་པོས་མ་རིག་པའི་རྟོགས་པ་དེ་གཉིས་གསུངས་ཡོད་དུས། ཆེན་པོས་རེག་པའི་རྟོགས་པ་ཡིན་ན་མེད་ན་ཁམས་གསུམ་དེ་ང་དོགས་པ་ཅི་ལས་སོ་དེ་ཡིན་དུས་ཨེ་ནི་ང་ང་ཚོ་ད་སློབ་སྦྱོང་རེད་བ་དེ་ཡིན་དུས་ང་རའི་སེམས་ཀྱི་དོགས་པ་དེ་ཕ་བཞུད་ཨན་ཆོས་གྲོགས་རྣམ་པ་ཚོ་འདི་དགོངས་པ་གཅིག་ཤེས་དར་བ་དེ་ག་འདྲས་ཡིན་ནི་མེད་ན་ཆེན་པོས་མ་རིག་པའི་རྟོགས་པ་དང་གཉིས་ལྡན་པས་གྲུབ་པའི

དགོངས་པས་གཅིག་བཅས་ནི་རེ་བ་གཅིག་གཟིགས་རོགས་གནང་ཞུ་ཡ་ཡིན། དེ་རྗེས་ད་ང་རང་ཚོ་གཤམ་ལ་ཡང་རྡོ་རྗེ་ཟུང་བཅུ་བཞི་པ་དེ་ལ་ཉན་འདོད་ཀྱིས་ཀྱང་ཕྱོགས་ཀྱི་བབ་ཀྱི་གནས་ལུགས་མཐོང་བྱ་བ་འདི་ཞོགས་ཟེར་དང་ཉན་འདོད་ཀྱིས་ཀྱང་གནས་ལུགས་ཕྱོགས་ཀྱི་མཐོང་གསུང་བ་དེ་ཡིན་པ་རེད། དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་འདོད་ཆགས་རྗེས་འཇུག་ལ་ཐེག་པ་ཆེ་ཆུང་གཉིས་ལས། ཆུང་བ་ཉན་འདོད་ད་རང་སངས་རྒྱས། དེ་ལ་ཚད་མར་འཛིན་པའི་ཉན་རང་དང། དེ་ལ་མཚན་མར་འཛིན་པའི་ཉན་རང་དང་ཉན་རང་ཆེན་པོ་གཉིས། ཡང་ན་གྲུབ་མཐའ་འཛིན་པའི་ཉན་རང་དང་སྟོང་ལྡན་གྱི་ཉན་རང་གཉིས་ལས། ཆེན་པོའང་སྟོང་ལྡན་འཕགས་པ་ཡིན། མཚན་མར་འཛིན་པའང་གྲུབ་མཐའ་འཛིན་པ་སོ་སོར་གྱིས་པོ་ཡིན། དེའི་ཉན་ཐོས་ལ་མདོ་སྡེ་པ་དང་བྱེ་བྲག་སྨྲ་བ་གཉིས་ལས། དེ་གཉིས་ཀྱིས་གྲུབ་མཐའ་ཐམས་ཅད་ཕྱི་གཟུང་བའི་ཡུལ་ཐམས་ཅད་རྡུལ་ཕྲ་རབ་ཏུ་སྲིད་ཀྱི་ཆེད་ནས་རགས་པར་གྲུབ་པ་མེད་པ། རྡུལ་ཕྲན་ཤ་སྟག་ཏུ་གནས་པ་དབྱར་རྔ་དང་ངེས་བཟུང་ལྟ་བུ་སྟེ། དེ་ལ་ཡང་ཕྱོགས་ཆའི་ཆེ་བ་མི་འགྲུབ་པར་འདོད་པ་དང། ནང་འཛིན་པའི་སེམས་རྒྱུན་རྟག་པར་རྟོགས་པ་རྟག་པ་མིན་པར། སྐད་ཅིག་མར་ཕྱེ་ནས་སྐད་ཅིག་མ་རྒྱུན་མཐུད་པ་ཡིན་པས་དེ་ལ་ཡང་དུས་གསུམ་དུ་ཕྱེ་བས་མི་འགྲུབ་སྟེ། དོན་དམ་པ་ཡིན་བྱ་བ་ཉན་ཐོས་ཀྱི་གྲུབ་མཐའ་ཡིན་པ་ལ། ཐེག་པ་ཆེན་པོ་བ་རྣམས་ན་རེ་ཁྱེད་ཀྱི་རྡུལ་ཕྲ་རབ་དེ་དངོས་པོ་ཡིན་ན། དེ་ལ་ཕྱོགས་ཆར་བྱས་པའི་དོན་དམ་པ་མི་འགྲུབ། དངོས་པོ་མ་ཡིན་ན་ཆ་ཤས་སུ་བཞག་ཏུ་མེད། སེམས་སྐད་ཅིག་མ་དེ་ལ་དུས་སྔ་ཕྱི་ཡོད་ན། དུས་གསུམ་དུ་ཕྱེ་བའི་དོན་དམ་པ་མི་འགྲུབ། སྐད་ཅིག་ལ་རྒྱུན་མེད་ན། དུས་ཕྱེད། འདུས་བྱས་འདུས་བྱས་འབྱེད་དུ་མི་འདོད་པས་ཨེ་ས་དག་གིས་མེད་ན་འདུས་བྱས་འབྱེད་དུ་མི་འདོད་པས། གཟུང་བའི་ཡུལ་རྡུལ་ཕྲ་རབ་ཏུ་འདོད་པ་དང་འཛིན་པའི་སེམས་སྐད་ཅིག་མར་འདོད་པ་ནི། གཟུང་འཛིན་ལས་མ་འདས་པའི་ཕྱིར་དོན་དམ་པ་མ་ཡིན་ཏེ། དོན་དམ་པ་ལ་སྒྲུབ་པར་བྱེད་པའི་དམ་པའི་ཆོས་པད་མ་དཀར་པོ་ལས། བཅོམ་ལྡན་འདས་ཀྱིས་བདག་ཅག་རྣམས་ལ་ཡང་སྔོན་ནས་འདི་ལྟ་བུ་ཆོས་བསྟན་ན་བདག་ཅག་རྣམས་ཀྱང་སེམས་བསྐྱེད་པར་འགྱུར་བ་ཞིག་ན། ད་ནི་ཤིང་ཚིག་པ་དང་ཅི་བྱ་རུ་ཡང་མེད་དོ་ཞེས་ཤཱ་རིའི་བུས་ཞུས་པ་ལྟ་བུ་ཡིན་པས་དེ་ལྟར་ན་ཉན་ཐོས་ཀྱི་གྲུབ་མཐའ་ནི་དོན་དམ་པ་མ་ཡིན་ཞེས་ཟེར། ད་སྤྱིར་གྱི་ད་ལྟ་གོང་དུ་ཞུས་ཡག་དེ་གའི་དེ་ཞེན་ཤེས་འདྲ་པོ་ཅིག་གསུང་གི་ཡོད་ས་རེད། ཞེན་ཤེས་ཡིན་དུས་དེ་འདྲ་ཉན་ཐོས་ནག་ལས་ཅིག། ཉན་ཐོས་ལ་ཡང་དེ་ནས་ཉན་ཐོས་དང་རང་སངས་རྒྱས། དེ་ལ་མཚན་མར་འཛིན་པའི་ཉན་རང་དང། དེ་ནི་ཡང་ཉན་རང་ཆེན་པོ་གཉིས་ཟེར་ངེས་དང་ཡང་གྲུབ་མཐའ་འཛིན་པའི་ཉན་རང་དང་སྟོང་ལྡན་གྱི་ཉན་རང་ཟེར་ཡ་དང། ད་དེ་འདྲས་ཀྱི་ཅིག། ཞེས་རྫུན་འབྲི་བ་ཁ་ཤས་ཅིག་གསུངས་ཡང་དུའང་གསུངས་འདུག། ཡེ་ནས་དེ་གསུངས་པ་ལྷུམ་དུ་མ་བསལ་བས་ད་ཉན་ཐོས་དང། ཅིག་ཉན་རང་དེ་ཚོས་དེ་ནས་ད། རགས་པ་རྡུལ་ཕྲན་ཆ་མེད་དང་ཤེས་པ་སྐད་ཅིག་ཆ་མེད་གཏན་ལ་ཕབ་པ་ཙམ་མ་གཏོགས་པས་དེ་མ་གཏོགས་པའི་དེ་ནི་གཅིག་ཁོ་ན་པའི་དོན་དམ་གྱི་བདེན་པའི་ཕྱོགས་གལ་སྲིད་ཀྱི་ཡོག་མ་རེས་བྱས་ནས། དེ་གཞན་ཞིག་ཡིན་པ་འདྲ་གཞན་གྱི་བདག་ཉིད་དོན་ལ་སོགས་པའི་བདག་གཅིག་དོན་དམ་བདེན་པ་ཟེར་གྱི་མ་རེད། དེ་ཡིན་པ་རེད། འདིར་ཞལ་སྔ་ནས་དག། འཇིག་རྟེན་མགོན་པོའི་དགོངས་པ་ལ་འདིར་བ། ཉན་ཐོས་ཀྱིས་ཀྱང་གནས་ལུགས་ཕྱོགས་གཅིག་མཐོང་གསུངས་པའི་རྩ་ནས་ཉན་ཐོས་ཀྱིས་ཀྱང་དོན་དམ་བདེན་པའི་གནས་ལུགས་ཕྱོགས་གཅིག་གཟིགས་ཡོད་རེད་ཅེས་ནས་དག། འཇིག་རྟེན་མགོན་པོའི་དགོངས་པའི་བཞེད་ཚུལ་དེ་དེ་ཡིན་པ་རེད། འདིར་ཞལ་སྔ་ནས། འཁོར་བར་སྤོང་བ་ལ་མངོན་རྟོགས་དགོས་སོ་ད་ཅེ་ན་སྤྱིར་བཏང་གི་ཉན་ཐོས་དེ་ཐར་པ་སྒྲུབ་དུས་རྩ་ནས་འཁོར་བར་སྤང་དགོས་ཀྱི་ཡོད་རེད། འཁོར་བ་སྤོང་དགོས་པ་ཡིན་དུས་དེ་སྤོང་བྱེད་ཀྱི་གཉེན་པོ་མངོན་པར་རྟོགས་པ་ལམ་རྒྱུད་ལ་མངོན་རྟོགས་ཀྱི་ལམ་གྱི་རྒྱུད་ལ་སྐྱེ་དགོས་དགོས་རེད། ད་དེ་མངོན་རྟོགས་སྐྱེ་བར་བྱེད་པ་ལ་སངས་རྒྱས་ཀྱི་གསུང་ལ་བརྟེན་དགོས་དགོས་རེད། སངས་རྒྱས་ཀྱི་གསུང་ཇི་བཞིན་ཉམས་སུ་བླངས་པས་སངས་རྒྱས་ཀྱི་གསུང་ཇི་བཞིན་དུ་ཉམས་སུ་བླངས་བས་བབ་ཀྱི་གནས་ལུགས་མཐོང་བས་ད་སངས་རྒྱས་ཀྱི་གསུང་འདི་ག་རེད་ཟེར་ན་ཆོས་ཀུན་ཤེས་སམ་བབ་ཀྱི་གནས་ལུགས་བདེན་གསུང་བདེན་པ་ཡིན་དུས་དེ་ནི་བབ་ཀྱི་གནས་ལུགས་ཅིག་བསྟན་གྱི་ཡོད་རེད། དེ་བབ་ཀྱི་གནས་ལུགས་འདི་ཉན་ཐོས་རྣམས་ཀྱིས་མངོན་སུམ་དུ་མཐོང་བས། ད་ཉན་ཐོས་ཀྱི་ཕྱིར། ཉན་ཐོས་ཀྱི་གྲུབ་རྟགས་ཕྱི་གཟུང་བས་ཡུལ་མ་གྲུབ་པ་རྡུལ་ཕྲན་དུ་ཤེས། ད་དཔེར་ན་ཉན་ཐོས་རྣམས་ཀྱིས་རྟགས་ཤིག་དཔྱད་ཡོད་དུས་ཨེ་ནི་ཅིག་རྟེན་འབྲེལ་གྱི་གནས་ལུགས་ཅིག་ལ་བལྟས་ནས་དེ་ནི་ཕྱི་གཟུང་བ་དཔེར་ན་རགས་པ། གཅིག་ས་རྡོ་རི་བྲག་ལ་སོགས་པ་དང་ང་རང་ཚོ་གཅིག་དད་ལྡན་དྲུག་དྲུག་ཡོད་ཡོད་ལྟར་དུ་འཛིན་པ་འདི་གས་འདི་ཉེ་དུས་རྣམ་པའི་དུས་དྲན་གྱི་རྣམ་པ་ཅན་གྱི་དུག་ཡིན་པ་ད་གཏན་ལ་ཕབ་ནས་མཁྱེན་ཐུབ་དགོས་ཡོད་རེད་བ། དེ་ནི་ནང་འཛིན་པའི་སེམས་མི་རྟག་པའི་སྐད་ཅིག་མར་ཤེས་པ་དེ་ལ་བརྟེན་ནས་ད་ནང་འཛིན་པའི་སེམས་ལ་ཚུར་བཏགས་ཡིན་དུས་ང་རང་ཚོ་སེམས་དེ་སྐད་ཅིག་ཆ་མེད་ཡིན་པ་ཤེས་ཀྱི་ཡོད་མ་རེད་གཅིག་རང་གིས་ད་ང་རང་ཚོ་གཅིག་ཞོགས་པ་ནས་ཐོན་པའི་ཉིན་མཚན་ག་དུས་ཡིན་ནས་གཅིག་སེམས་ཁོ་རང་རང་ད་ག་རང་ཡིན་པ་གཅིག་སེམས་སེ་སྟོད་གཅིག་འཁོར་གཅིག་ཡོད་ཡོད་གྲུབ་གྲུབ་ལྟར་དུ་འཛིན་བསྡད་པ་མ་གཏོགས་པས་འདི་སྐད་ཅིག་སྐད་ཅིག་གིས་འགག་འགྲོ་གི་ཡོད་པའི་གནས་ཚུལ་འདི་ག་དེ་ཤེས་གི་ཡོད་མ་རེད་བ། ཡིན་དུས་གཙོ་ནི་ནང་འཛིན་པའི་སེམས་མི་རྟག་པ་སྐད་ཅིག་མར་ཤེས་པ་དེ་ལ་བརྟེན་ནས་ཆགས་པ་མེད་པའི་ཡིད་ཤེས་འབྱུང་ཟེར་བ་དེ་ཡིན་དུས་རྩ་ནས། ཕྱི་བཟོ་བ་ཡུལ་དུས་དྲན་ཆ་མེད་དུ་ཤེས་པ་ལ་བརྟེན་ནས་ཕྱི་བཟོ་བའི་ཡུལ་ལ་ཡང་ཆགས་མཁན་བྱེད་ཀྱི་ཡོད་མ་རེད། ཨེ་ནི་ནང་འཛིན་པའི་སེམས་ཤེས་པ་སྐད་ཅིག་ཆ་མེད་དུ་ཤེས་པ་ཡིན་དུས་རྩ་ནས་ཨེ་ནི་ནང་འཛིན་པའི་སེམས་ལ་ཡང་ཆགས་མཁན་ཡོད་མ་རེད། དེ་ཡིན་དུས་ཉན་ཐོས་ཀྱི་ཐུགས་རྒྱུད་ལ་ཡང་ཆགས་པ་མེད་པའི་ཡེ་ཤེས་འབྱུང་གི་རེད། ཡེ་ཤེས་དེས་འཁོར་བ་སྤོང་ཐུབ་ཀྱི་རེད། ཆགས་པ་མེད་པའི་ཡེ་ཤེས་དེས་འཁོར་བ་སྤོང་ཐུབ་ཀྱི་རེད། འཁོར་བ་ལས་འདས་པའི་རྟོགས་པ་དེས། དེ་ལྟ་བུ། ནས་ཆགས་པ་མེད་པའི་ཡེ་ཤེས་རྒྱུད་ལ་ཐུགས་རྒྱུད་ཐུགས་ལ་འཁྲུངས་པ་དེས། འཁོར་བ་ལས་འདས་ཐུབ་པའི་རྟོགས་པ་དེ། ཤེས་སམ་བབས་ཀྱི་གནས་ལུགས་ཅིག་མཐོང་བ་རེད། ད་ཉན་ཐོས་ཀྱིས་ཀྱང་གནས་ལུགས་ཕྱོགས་གཅིག་མཐོང་གསུང་ཡ་དེ། ད་ཉན་ཐོས་ཀྱིས་ཀྱང་ཤེས་བབས་ཀྱི་གནས་ལུགས་དེའི་ནང་ནས། སྐོར་ཅིག། གནས་ལུགས་དེའི་ནང་ནས་ཕྱོགས་གཅིག་གཟིགས་ཐུབ་ཀྱི་རེད་གསུངས་ད་དེ་ཡིན་པ་འདྲ་གནས་ལུགས་དེ་མ་མཐོང་ན་ཁམས་གསུམ་གྱི་འཁོར་བ་ལས་མི་འདའ། འོ་ད་དེ་ཡིན་དུས་གལ་སྲིད་གཤིས་བབ་ཀྱི་གནས་ལུགས་དེ་མ་གཟིགས་པ་ཡིན་ན་ནི་ཁམས་གསུམ་གྱི་འཁོར་བ་ལས་འདའ་ཐུབ་ཀྱི་མ་རེད་གསུངས་པ་ཡིན་པ་འདྲ་མཐོང་བ་དེ་སངས་རྒྱས་ཀྱི་མངོན་རྟོགས་དང་ཡིད་ངོ་བོ་གཅིག་དེ། བདག་ཉན་ཐོས་ཀྱི། གནས་ལུགས་ཕྱོགས་ཀྱི་གཟིགས་བལྟས་པ་དེ་སངས་རྒྱས་ཀྱི་གཟིགས་པའི་གནས་ལུགས་ཀྱི་མངོན་རྟོགས་དེ་དང་ནི་ཁོ་རང་དེའི་ཆ་ནས་ངོ་བོ་གཅིག་པ་རེད་གསུང་དགོས་རེད་དཔེར་ན་དགེ་སྦྱོང་གི་འབྲས་བུ་བཞི། རང་རྒྱལ་གྱི་རྟོགས་པ་དག་པའི་ས་དང་གསུམ། མཐར་ཐུག་གི་སངས་རྒྱས་ཀྱི་ས་མན་ཆད་ཀྱི། ས་མན་ཆད་ཀྱི་མངོན་རྟོགས་ཀྱི་རིམ་པ་ཐམས་ཅད་གཞིའི་གནས་ལུགས་དེའི་བྱེ་བྲག་ཅུང་ཟད་མཐོང་བ་དང་དེ་བས་ཀྱང་ཆེར་གསལ་བར་མཐོང་བ་དང་དེ་མ་ལུས་པར་མཐོང་བའི་ཁྱད་པར་མ་གཏོགས་པ། ངོ་བོ་དེ་ལ་ཐ་དད་མེད་དེ། ཉན་ཐོས་རྣམས་ཀྱི་ཆོས་དབྱིངས་དང་ང་ཡི་ཆོས་དབྱིངས་མཚུངས་པར་གཅིག། ཉན་ཐོས་རྣམས་ཀྱི་རྣམ་གྲོལ་དང་ང་ཡི་རྣམ་པར་གྲོལ་བ་གཅིག་ཡིན་ཅེས་གསུངས་པས་དེ་ལྟར་ན་འཁོར་བའི་མཚན་ཉིད་རྟོགས་ནས་ཐར་པའི་ས་ལ་གནས་པ་ཉན་ཐོས་ཡིན་གསུངས་ད་འདི་དེ་གསུངས་ཡོད་པ་འདྲ། གཙོ་བོ་གནད་འགག་འབྲས་བུ་དེ། ཉན་ཐོས་ཀྱིས་ཀྱང་གནས་ལུགས་ཕྱོགས་གཅིག་མཐོང་ཡང་དེ་ཤེས་བབས་ཀྱི་རྟེན་འབྲེལ་གྱི་གནས་ལུགས། ནི། དེ་འདྲའི་མཐོང་བ་ལ་བརྟེན་ནས་ནི་ཆགས་པ་མེད་པའི་ཡེ་ཤེས་མངོན་དུ་གྱུར་ཐུབ་ཀྱི་ཡོད་རེད་དེ་ལ་བརྟེན་ནས་ཐར་བ་ཐོབ་ཐུབ་ཀྱི་ཡོད་རེད། དེ་ཡིན་དུས་སྤྱིར་བཏང་ནས་ཞུས་པ་ཡིན་ན་ཆོས་ཉིད་གནས་ལུགས་ཀྱི་སྐོར་ཤེས་བབས་མཐོང་ཚུལ་དེའི་ཐོག་ནས་ནི་གཅིག་ཉན་ཐོས་ཡིན་ནའི་འདྲ་རང་རྒྱལ་ཡིན་ནའི་འདྲ་སངས་རྒྱས་ཡིན་ནའི་འདྲ་དེ་སྐད་ཀྱི་ཤེས་བབས་ཀྱི་གནས་ལུགས་གཟིགས་སའི་ཡུལ་གྱི་ཐོག་ནས་ཀྱི་ཤེས་བབས་ཀྱི་རྟེན་འབྲེལ་ཡིན་པ་དེ་གཅིག་པ་རེད། རེད་དེ་ཡིན་ན་ཡང་དེ་ལ་ཡང་དེ་ནི་གསལ་བ་དང་རྒྱས་པ་དང་རྫོགས་པར་བ་དང་གསལ་རྒྱས་རྫོགས་གསུམ་གྱི་ཐོག་ནས་དེ་ནི་ཁྱད་པར་ནི་ཡོད་རེད་མ་གཏོགས་གཅིག་གིས་ཁོ་རང་གི་རྩ་བའི་གནས་ལུགས་ཀྱི་ངོས་ནས་བཤད་པ་ཡིན་ན་དེ་ནི་གཅིག་པ་རེད་དེ་ཡིན་དུས་ཉན་ཐོས་ཀྱིས་ཀྱང་གནས་ལུགས་མཐོང་གི་ཡོད་རེད་ཅེས་ནས་ད་འཇིག་རྟེན་མགོན་པོ་དགོངས་པ་དེ་གསུངས་པ་མེད་འགྲོ་བསམ་གྱི་འདུག་ད་རྡོ་རྗེ་གསུང་བཅོ་ལྔ་པ་དེ་ས་དྲུག་མིན་གྱི་ཉན་རང་དང་མངོན་རྟོགས་ཐུན་མོང་ཡིན་བྱ་བ་འདི་བཞུགས་དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཀླད་པར་གསུངས་པའི་ཆོས་ཀྱི་འཁོར་ལོ་བསྐོར་བའི་དོན་ཉམས་སུ་ལེན་པ་ལ་ཐེག་པ་ཆེ་ཆུང་གཉིས་ལས། ཆུང་ངུ་ཉན་ཐོས་དང་རང་སངས་རྒྱས་བྱང་ཆུབ་ཀྱི་སར། མ་བཤད་དེ་ཐེག་བསྡུས་འགྲེལ་བ་ལས། དམྱལ་བར་འགྲོ་བ་སངས་རྒྱས་ལ། གཏན་གྱི་གེགས་བྱེད་མ་ཡིན་ཏེ། ཉན་ཐོས་དག་ནི་རང་སངས་རྒྱས་ས་གཉིས་དག་ནི་གཏན་གྱི་གེགས་ཞེས་པ་དང། བློ་དང་ལྡན་པ་དམྱལ་བར་གནས་པ་དུས་ཀུན་ཏུ། བྱང་ཆུབ་དྲི་མེད་གཡང་ལ་བར་དུ་གནོད་ཅིང་ཉེ། ཐེག་པ་གཞན་ལ་རབ་ཟེར་རྣམ་རྟོག་དག་འཕེན་པ། རབ་ཏུ་ཞི་བར་གནས་ཀྱང་བར་དུ་གཅོད་བྱེད་ཡིན་ཅེས་པ་དང། ཉན་ཐོས་དག་རང་སངས་རྒྱས་རྣམས་ཀྱིས་ནི་ས་དང་པོ་ཆོས་ཉིད་ཀྱི་བདེན་པ་མཐོང་བས་ས་མ་ཐོབ་པས་འདི་ནི་ཤིན་ཏུ་དམན་པའི་ས་ཡིན་ཅེས་ཟེར་རེད་ཟེར། ད་ད་འདི་གཞན་གྱི་བཞེད་པ་ཡིན་པ་རེད་གཞན་གྱི་བཞེད་པ་དེ་ལ། དེ་ནི་གཅིག། དམྱལ་བར་འགྲོ་བ་ས་གཉིས་ལ་གཏན་གྱི་གེགས་བྱེད་མ་ཡིན་ཏེ་ཉེ་དུ་དང་ནི་རང་སངས་ཀྱིས། ས་གཉིས་དག་ནི་གཏན་གྱི་གེགས་སུ་དུས་ལྟར་ནས་དེ་ནི་ད། སྤྱིར་བཏང་གི་ངན་སོང་དམྱལ་བ་ལ་སོགས་པ་ལ་འགྲོ་བ་ཡིན་ནས་སངས་རྒྱས་ཀྱི་གོམ་པར་འགྲོ་བར་བྱེད་པ་ལ་གཏན་གྱི་གེགས་བྱེད་ཀྱི་མ་རེད། དུས་དང་རང་སངས་རྒྱས་ཀྱི་ལམ་ལ་ཞུགས་ནས་དེ་ནས་རང་སོ་སོའི་རང་འབྲས་མངོན་དུ་བྱས་ནས་དེ་འདྲའི་བྱས་པ་ཡིན་ན་དེ་ནི་ནམ་ཡང་དེ་ནི་རྟག་གཅིག་འབྲས་བུ་སངས་རྒྱས་ཀྱི་དགོངས་པ་མངོན་དུ་བྱེད་ཐུབ་ཀྱི་མ་རེད་དེ་གཏན་གྱི་ཁེགས་རེད་ཅེས་ནས་ད་འདི་ཚོ་སྤྱི་བཏང་གི་གཞི་ཚུལ་དེ་ལ་སྔ་མོ་ཁག་འགྲེལ་པ་གཅིག་གསུམ་གཉིས་སུ་ཅི་ཡོང་གི་ཡོད་ས་རེད་བ། མཐར་ཐུག་ཐེག་པ་གཅིག་ཏུ་གྲུབ་མཁན་གྱི་ཁག་གཅིག་དང། བྱང་ཆུབ་རྣམ་པ་གསུམ་རང་སོ་སོ་གྱི་རང་ལམ་ལ་བརྟེན་ནས་འབྲས་བུ་གསུམ་མངོན་དུ་བྱས་ནས་ཐེག་པ་གསུམ་རང་མཐར་ཐུག་ཐེག་པ་གསུམ་ལ་གཏན་འཁེལ་ཏེ། ཞེས་རྩོད་རེ་བ་འདི་འདྲའི་གིས་ད་འདོད་རྫུན་འཛིན་མཁན་མི་འདྲ་བ་ཁ་ཤས་ཡོང་གི་ཡོད་ས་རེད་བ་དེ་ཡིན་དུས་ད་ད་འཇིག་རྟེན་མགོན་པོ་དགོངས་པ་འདི་མཐར་ཐུག་ཐེག་པ་གཅིག་ཏུ་གྲུབ་ཡག་དེ་ཡིན་དུས་རྩ་ནས་ཨེ་ནས་ད་ད་ལྟའི་འདིའི་གོང་གི་འདི་ཚོ་དངོས་ཡོད་དུ་བལྟས་ཚེ་མཐུན་གི་ཡོད་མ་རེད་གསུང་གི་ཡོད་ས་རེད་དེ་ནི། ཞེས་སོགས་ཅེས་པ་དང་ཉན་ཐོས་ཐ་མལ་པ་ས་དང་གོ་ཆུ་གཉིས་ཀྱི་བསྟན་པ་མཐོང་བས་སོ་ཤིན་ཏུ་དམན་པའི་ས་ཡིན་ཟེར། ད་ཞལ་སྔ་ནས་གསུངས་པའི་ཐ་ན་ད་འཇིག་རྟེན་མགོན་པོའི་དགོངས་པ་ལ། ས་དྲུག་མན་ཆད་ཀྱི་མངོན་རྟོགས་དེས་ད་ས་དྲུག་པ་མན་ཆད་ཀྱི་བྱང་ཆུབ་སེམས་དཔའི་མངོན་རྟོགས་དེ། དེ་ནི་ཉན་ཐོས་དང་རང་སངས་རྒྱས་དང་ཐུན་མོང་དུ་བཞེད་དེ། དེ་ཐུན་མོང་དུ་བྱེད་པ་ཡིན་པའི་ཚུལ་དེ་དག་མདོ་སྡེ་ས་བཅུ་པའི་ལུང་དྲངས་ན་ནི་ས་བཅུའི་མདོ་ལས་ས་ལྔ་རྟོགས་པའི་བྱང་ཆུབ་སེམས་དཔའ་དེས་འཕགས་པའི་བདེན་པ་ཞེས་རྟོགས་པར་གསུངས་ལ་ཟེར་ད་དཔེར་ན་ས་བཅུ་པའི་མདོའི་ནང་ལ་ཡེ་ནས་ས་ལྔ་པའི་བྱང་ཆུབ་སེམས་དཔའ་དེས་འཕགས་པའི་བདེན་པ་ཞེས་རྟོགས་རིགས་དེ་མངོན་དུ་གྱུར་དུ་ཡོད་གསུང་གི་ཡོད་རེད། དེ་ཡིན་དུས་ཉན་ཐོས་འཕགས་པ་དགྲ་བཅོམ་པས་ཀྱང། འཕགས་པའི་བདེན་པ་བཞི་རྟོགས་པར་གསུང་རབ་ཐམས་ཅད་ནས་གསུངས་འདུག་ག་ཟེར་བ་ལྟར་འདི། ས་བཅུའི་མདོ་ཡི་ལུང་དེ་གཅིག་གསུངས། དེ་བཞིན་དུ་ས་དྲུག་ཐོབ་པའི་བྱང་ཆུབ་སེམས་དཔའ་དེས་ད། རྟེན་འབྲེལ་བཅུ་གཉིས། ད་རྟེན་འབྲེལ་ཡན་ལག་བཅུ་གཉིས་ཡོད་རབ་མ་རིག་པ་ནས་བྱས་ནས་དེ་ནས་དགའ་བཞིའི་བར་དུ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་དོན་དེ་རྟོགས་པར་ལུང་ཆུང་ལུང་རྡོག་གི་དོན་དེ་རྟོགས་པར་གསུངས་ཡོད་རེད། དེ་ནས་རང་སངས་རྒྱས་ཀྱིས་ཀྱང་རྟེན་འབྲེལ་བཅུ་གཉིས་རྟོགས་པར་གསུངས་པའི་ཕྱིར། དེ་ཡིན་དུས་ད་དཔེར་ན། ངེད་རང་ལ་ཡང་དེ་འདྲ་ས་དང་པོ་མངོན་རྟོགས་ཀྱང་ཡོད་མ་རེད་གསུང་མཁན་དེ་ལ་ནི་དེའི་ཚད་ཀྱི་མ་རེད། དེ་ནི་ད། ཉན་ཐོས་ལྟ་བུ་ལ་ཆ་ཚོགས་ནས་བཤད་ནས། ས་ལྔ་པའི་རྟོགས་རིགས། ད་རྟོགས་རིགས་ཀྱི་ངོས་ནས་བཤད་པ་ཡིན་ན་བདེན་བཞི་རྟོགས་པའི་དེའི་རྟོགས་རིགས་ཀྱི་ངོས་ནས་བཤད་ན། ཉན་ཐོས་ལ་ཡང་དེའི་རྟོགས་རིགས་དེ་ཡོད་རེད། དེ་ནི་དཔེར་ན། ས་དྲུག་པའི་སྐབས་ལ་དེ་ནི་རྟེན་འབྲེལ་གྱི་དོན་རྟོགས་པར་གསུངས་ཡོད་པ་རེད། རྟེན་འབྲེལ་གྱི་དོན་རྟོགས་པར་གསུངས་པའི་རྟོགས་རིགས་དེ་ནི། རང་རྒྱལ་དགྲ་བཅོམ་པ་རྣམས་ལ་ཡང་ཡོད་རེད། དེ་འདྲ་ཡིན་དུས་དེ་ནི་ངེད་རང་ཉིད་ལས་དེ་འདྲའི་གི་རྟོགས་རིགས་ཡོད་རེད་གསུང་གི་ཡོད་མ་འདྲ་རང་སངས་རྒྱས་ཀྱིས་ཀྱང་རྟེན་འབྲེལ་བྱུང་གི་རྟོགས་པར་གསུངས་པའི་ཕྱིར། རྟོགས་པ་ཐུན་མོང་ཡིན་པས་མངོན་རྟོགས་ལ་ཁྱད་པར་མེད་པར་སྙམ། ད་ཡིན་ནས་རྟོགས་པའི་ཐོག་ནས། ས་ལྔ་པ་དང་དྲུག་པ་ལ་སོགས་པ་དེ་ཚོ་དང་མཉམ་པ་རེད། ད་འདི་ལ་ཡང་དཔེ་ཡི་སྒོ་ནས་གསུང་གི་འདུག་བ། དཔེར་ན། རྒྱལ་བུའི་བུ་དང་བློན་པོའི་བུ་ལོ་གྲངས་མཉམ་པ་ལྟ་བུ་ཡིན། འོ་ན་ཡོན་ཏན་ཡང་ཁྱད་པར་མེད་དམ་ཞེ་ན། རྒྱལ་བུ་གཞོན་ནུས་བློན་པོ་རྒན་པོ་ཡང་རིགས་ཀྱི་ཟིལ་གྱིས་མནན་པ་ལྟར། བྱང་ཆུབ་ཀྱི་སེམས་གང་ལ་ཡོད་པ་དེ་ཐེག་ཆེན་སངས་རྒྱས་ཀྱི་རིགས་ཡིན་པས། ལས་དང་པོ་པའི་བྱང་ཆུབ་སེམས་དཔའ་དེས་ཀྱང་རིགས་ཀྱི་སྒོ་ནས་ཉན་ཐོས་དང་རང་སངས། སངས་རྒྱས་ཐམས་ཅད་ཟིལ་གྱིས་གནོན། རྟོག་པས་ནི་ས་དྲུག་མན་ཆད་དུ་ཟིལ་གྱིས་གནོན་མི་ནུས་ཏེ། རྒྱལ་བུ་གཞོན་ནུ་བྱ་གཞག་གི་བླུན་པོ། ཆེ་དག་གི་ཆེ་བ་དག་གི་བྱ་གཞག་ཟིལ་གྱིས་མི་གནོན་པ་བཞིན་ནོ། ད་ནི། དེས་གསུངས་པའི་བར་པའི་ཆ་རྩོམ་མི་ཤེས་ན་སྤྱིར་གྱི། རྒྱལ་བུ་པོ་དང་བླུན་པོ་པོ་དེ་གཉིས་ལོ་གྲངས་མཉམ་པ་ཡིན་ན་སྐུ་ཉིད་གང་ནས་ཤེས་པ་ཡིན་ནས་ཁོ་རང་གི་གཅིག་ཤེས་ཚད་ཀྱི་ཐོག་ནས་གཅིག་པ་རེད་བ། ཨ་ཡིན་ན་ཡང་ཡོན་ཏན་གྱི་ཐོག་ནས་ཁྱད་པར་ཡོད་རེད། ཨེ་ནས་དེ་ག་འདྲས་སུ་ཁྱད་པར་ཡོད་རེད་ཟེར་ན། དཔེར་ན། རྒྱལ་བུ་བུ་གཅིག་ཡིན་ན་རྒྱལ་བུ་གཞོན་ནུ་དེ། ཨེ་ནས་བློན་པོ་རྒན་པོ་དེ་གེ་གེ་དེ་ནི་རྒྱལ་བུ་གཞོན་ནུ་དེ་ཁོ་སྤུ་གུ་གཅིག་རེད་དེ་ཡིན་ན་ཡང་ཁོ་ལ་ཡང་གུས་ཞབས་བྱེད་དགོས་ཀྱི་ཡོད་རེད་བ་ཁོ་རང་རིགས་ཀྱི་ཁྱད་པར་གྱི་ཐོག་ནས། འོ་དེ་ཡིན་དུས་རིགས་ཀྱི་ཁྱད་པར་ལ་བརྟེན་ནས་གུས་ཞབས་བྱེད་ཀྱི་ཡོད་རེད་དེ་ཡིན་ན་ཡང། ཨེ་ནས། རྒྱལ་པོ་གཞོན་ནུ་དེས་དེ་ཨེ་ནས་བློན་པོ་རྒན་པོ་དེ་ཚོའི་ཉམས་མྱོང་དང་ཤེས་ཚད་དེ་གས་ལ་ཡར་དེ་ནི་གོ་ཟེར་གྱི་ནང་དུ་ཡར་གས་ཡོང་མ་རེད། འོ་དེ་ཡིན་དུས་དེ་ནས་ཞིག་རེད་གསུང་གི་རེད་དེ་ཡིན་དུས་བྱང་ཆུབ་སེམས་པ་ལས་དང་པོ་བ་ཡིན་ནའི་འདྲ་ས་ཐོབ་པའི་བྱང་ཆུབ་སེམས་པ་ཡིན་ནའི་འདྲ་དེ་ཚོས་ཨེ་ནས་ཁོ་རང་སངས་རྒྱས་ཀྱི་ད་བྱང་ཆུབ་སེམས་པ་ཟེར་མཁན་དེ་རྒྱལ་བའི་གདུང་འཛིན་པ་ཟེར་དུས་སངས་རྒྱས་ཀྱི་རིགས་ལ་གནས་པ་ཅིག་ཡིན་དུས་ཨེ་ནས་དེའི། ཁོ་རང་བྱང་ཆུབ་སེམས་ཀྱིས་ད་ཅིག་གཟི་བརྗིད་དང་དེའི་ཡོན་ཏན་གྱི་ཐོག་ནས་ངེད་རང་ལ་སོགས་པ་འདི་ག་གཟིགས་ཀྱིས་གནང་ཐུབ་ཀྱི་རེད། ཡིན་ན་ཡང་རྟོགས་རིགས་ཀྱི་ཐོག་ནས་བཤད་པ་ཡིན་ན་ལས་དང་པོ་བའི་གང་ཟག་ཞག་ནི་དཔེར་ན་ས་དང་པོ་བྱང་ཆུབ་སེམས་དཔས་ཀྱང་དེའི་རྟོགས་རིགས་ཀྱི་ངོས་ནས་བཤད་ན་སྙམ་གྱི་མ་རེད། དཔེར་ན་ས་ལྔ་པ་དྲུག་པའི་རྟོགས་རིགས་ད་ངེད་རང་ལ་ཡོད་རེད། དེ་ཡིན་དུས་ད་འདི་དཔེ་ཡི་སྐོར་ནས་དཔེ་མཚོན་གྱི་ཐོག་ནས་གསུང་གི་ཡོད་པ་འདྲ། རྒྱལ་པོ་ནག་ཚོས་དར་ལ་ཕབ་པའི་དུས་སུ་བྱ་གཞག་དང་བློ་གྲོས་གང་གིས་ཀྱང་བློན་པོ་ཚོ་ཟས་ཀྱིས་ནོན་པ་ལྟར། ས་བདུན་མན་ཆད་དུ་སོང་ནས་རིགས་དང་རྟོགས་པ་གཉིས་ཀས་ཟས་ཀྱིས་ནོན་ནུས། གཉིས་པ་དགེ་སློང་གཉིས་ཀའི་བུ་ལོ་གྲངས་མཉམ་པ་ཡང་རྒྱལ་པོའི་བུ་རིགས་ཀྱི་ཁྱད་དུ་འཕགས་པས་བློན་པོའི་བུ་རིམ་གྲོ་དང་བཀུར་སྟི་བྱ་དགོས་པ་བཞིན་དུ། འདིར་རྟོགས་པ་མཉམ་ཡང་ཉན་ཐོས་དང་རང་སངས་རྒྱས་རྣམས་ཀྱིས་ཀྱང་བྱང་ཆུབ་སེམས་དཔའ་རྣམས་ལ་མཆོད་ཅིང་བླ་མར་བྱ་དགོས། བྱང་ཆུབ་སེམས་དཔས་ཀྱང་ཉན་ཐོས་དང་རང་སངས་རྒྱས་རྣམས་ལ་ཞེ་ས་བྱ་དགོས་པར་གསུངས། རྒྱལ་པོ་བུ་སྐྱེས་མ་ཐག་པ་ཡང་བློན་པོ་ནག་ཚོའི་ཚལ་དུ་ཕྱིན་པ་ལ་སྐུ་དེ་དང་རིམ་གྲོ་བྱ་དགོས་ལ། དེས་ཀྱང་བློན་པོ་ལ་ཞེ་ས་མིད་པར་མི་བྱ་བར་གསུངས་པ་ལྟར། བྱང་ཆུབ་སེམས་དཔའ། དང་པོ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་རྟོགས་པས་ཁྱད་པར་དུ་མ་བྱས་པ་ལ་ཡང། ཉན་ཐོས་དང་རང་སངས་རྒྱས་བསྐལ་པ་བརྒྱ་སྟོང་མང་པོ་ཚང་བར་ཅེས་པས་ཀྱང་ཕྱག་དང་རིམ་གྲོ་བྱ་དགོས་ལ། བྱང་ཆུབ་སེམས་དཔས་ཀྱང། དེ་དག་ལ་ཞེ་ས་བྱ་བར་གསུངས་པས་བུ་མོ་མྱ་ངན་མིག་ལྟ་བུ་དང་ཟི་ད་བུ་མོ་མྱ་ངན་མིག་གི་གླིང་བཞི་ཅིག་ཡོད་རེ་ད་དེའི་གཤམ་དུ་གླིང་བཞི་ན་ལ་སེ་ཡུམ་གུར་བ་དེ་བཞིན་དུ་བྱ་ཀ་ལ་པིང་གི་ཕྲུ་གུ་སྒོ་ངའི་སྦུབས་ནས་མ་བྱུང་བ་དང་བྱ་རྒན་པོ་གཞན་གྱི་དཔེ་ལ་སོགས་པ་སྡོང་པོ་བརྒྱན་པར་དཔེ་སྟོང་དུ་མས་གསུངས་པ་ཐམས་ཅད་དང་འདིར་མི་འགལ་བ་ཡོད་པ་ཡིན། དེ་ལྟར་ན་ཡང་ཉན་ཐོས་དང་བྱང་ཆུབ་སེམས་དཔའ་གཉིས་གཞི་བསམ་པ་མི་འཇིག་ལམ་སྦྱོར་བ་མི་འཇིག་ཐོབ་བྱ་འབྲས་བུ་མི་འཇིག་པས་རྟོགས་ཚུལ་མཐུན་པར་མི་འཐད་པ་ཡིན་ཞེ་ན་ཟད་ད་ཁ་ཤས་ཀྱིས་རིགས་དང་བྱང་ཆུབ་སེམས་དཔའ་དང་འཕགས་ཉན་རང་ལ་སོགས་པ་དེ་ཚོ་གཞི་བསམ་པ་ཀུན་སློང་གི་ཐོག་ནས་ཁྱད་པར་འཇིག་པ་མ་རེད་ལམ་སྦྱོར་བ་རྩོམ་པའི་རྩོམ་ནི་དེ་ནི་དཔེར་ན་ཁྱད་པར་ཡོད་རེད་ཨེ་ནི་ཐོབ་བྱ་འབྲས་བུ་ཡང་མི་འཇིག་པ་ཡིན་པས་དེ་ནི་རྟོགས་ཚུལ་མཐུན་ཟེར་ངེས་འདི་ལས་རིགས་ཀྱི་ཐེག་པ་མ་རེད་ཅེས་དེ་འདྲའི་གསུངས་པ་ཡིན་ན་གསུངས་པ་རེད། དེ་འདྲའི་ཡིན་ན་བདུན་པ་རིང་དུ་སོང་བའི་ས་ཞེས་བྱ་བ་ཟེར་ད་ཡང་ན་ས་བདུན་པ་རིང་དུ་སོང་བ་ཟེར་ད་ན་ཐ་སྙད་དེ་ག་འདྲས་བྱས་ནས་བྱུང་བ་རེད་གསུངས་དགོས་རེད་ས་བདུན་པ་རིང་དུ་སོང་བའི་ས་ཞེས་བྱ་བ་ཉན་དུས་བདག་རང་སངས་རྒྱས་འདྲའི་རིང་དུ་སོང་བའི་ཕྱིར་ན་རིང་དུ་སོང་བ་ཞེས་གསུངས་པས་རྟོགས་ཚུལ་མཐུན་པར་ཐལ་ཏེ། འཇིག་རྟེན་མགོན་པོའི་ཐེག་པ་ཆེན་པོའི་ཚུལ་ལས། ཉན་ཐོས་རང་རྒྱལ་དག་དང་སེམས་དཔའ་ཆེ་བསམ་དང་སྦྱོར་དང་འབྲས་བུ་སྣེ་གཅིག་ན་རྟོགས་ཚུལ་མཐུན་པ་འཐད་པ་མིན་སྙམ་ཡང། ཇི་ལྟར་འཁོར་ལོས་བསྒྱུར་བའི་རྒྱལ་པོའི་བུ། བློན་པོའི་བུ་དང་ལོ་གྲངས་མཉམ་པ་བཞིན། བསམ་སྦྱོར་འབྲས་བུ་དམན་པར་གྱུར་པ་འདི་ལོ་གྲངས་སྙོམས་པ་ལོ་གྲངས་མཉམ་པ་ལྟ་བུའི་རྟོགས་པ་ལ་ཐ་དད་བྱུང་ཡང་འགལ་བ་མེད་པ་ཉིད། ཟེར་བ་ལྟར་འདི་སྤྱིར་བཏང་གི། བློན་པོའི་བུ་དང་རྒྱལ་པོའི་བུ་གཉིས་པོ་དེའི་རིགས་ཀྱི་ཐོག་ནས་ད་ཐ་ཁྱད་པར་འདྲ་བོ་ཡོད་རེད་བ་ཡོད་རེད་དེ་ཡིན་ན་དཔེར་ན་སྐུ་ཉིད་སྐྱེས་པའི་ཉིན་མོ་དུས་ཚོད་གཅིག་ལ་སྐྱེས་བསྡད་པ་དེ་ནི་ཡིན་པ་ཡིན་ན་དེ་ནི་འཚར་ལོངས་བྱུང་བའི་སྐབས་ལས་རྒྱལ་པོའི་བུ་ལོ་ཉི་ཤུ་ཐམ་པ་ལ་སླེབས་པའི་སྐབས་ལ་བློན་པོའི་བུ་ཡང་ལོ་ཉི་ཤུ་ལ་སླེབས་གི་རེད་བ་དེ་ཡིན་དུས་ད་དེ་ལ་ཡང་ཨེ་ནི། རྒྱལ་པོའི་བུ་དེ་ལོ་ཉི་ཤུ་ཐམ་པ་ལོངས་ཆོག་གི་རེད། བློན་པོའི་བུ་དེ་ལོ་ཉི་ཤུ་ཐམ་པ་ལོངས་ཆོག་གི་མ་རེད་ཟེར་བྱས་ནས་ང་ཚོ་བཤད་ཡག་གི་ཡོད་མ་རེད་བ། དེ་ཡིན་དུས། ད་དཔེར་ན་རྟོགས་རིགས་ཀྱི་ཐོག་ནས་མཉམ་པ་དེ་ཀོ་མཉམ་པ་རང་རེད་མཉམ་ས་དེ་མཉམ་པ་རེད་ཟེར་བྱས་བཤད་པ་ལ་དེ་ལ་འགལ་བ་གལ་ཡོད་མ་རེད་གསུང་གི་ཡོད་ས་རེད། ཐ་དད་བྱུང་ཡང་འགལ་བ་མེད་པ་ཉིད་ཅེས་གསུངས་པས། ལོ་གྲངས་ལྟ་བུའི་རྟོགས་པ་མཉམ་པ་ཤིན་ཏུ་འཐད། རྟོགས་པ་མཉམ་ཡང་ཡོན་ཏན་མི་མཉམ་པ་དེའི་བདག་པོ་ལ་ཁྱད་བྱུང་བ་ཡིན་པས་ད་དེ་ཡིན་དུས། ད་རྟོགས་པ་མཉམ་པ་ཡིན། ཡོན་ཏན་མི་མཉམ་པ་དེ། ཁོ་རང་ད་ལྟ་བུ། དཔེར་ན་རྒྱལ་པོའི་བུ་དེ་རྒྱལ་པོའི་བུ་ཡིན་པས་དེའི་ཁྱད་པར་དང། བློན་པོ་དེ་བློན་པོའི་བུ་ཡིན་པས་ད་ཁོ་རང་རིགས་མཐོ་དམན་གྱི་ཁྱད་པར་དེ་ལས་བྱུང་བ་ནང་བཞིན་གྱི། ཡང་ན་བྱང་ཆུབ་སེམས་དཔའ་དེ་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པས་དེ་འདྲའི་གི་དེ་ནི་སེམས་བསྐྱེད་ཀྱི་ཁྱད་པར། དེ་འདྲ་ཡིན་དུས། རྟོགས་པ་གཅིག་ལ་བརྟགས་པའི་བྱེ་བྲག་བསམ་པ་ཐ་དད་རིགས་ཐ་དད། ཡོན་ཏན་རྒྱ་ཆེ་ཆུང་འོང་བ་འདི་ཡོད་པས། རྟོག་པའི་བདག་པོ་ལ་ཁྱད་པར་དུ་བྱེད་པ་འདི། རྟོག་པའི་བདག་པོ་ལ་ཁྱད་པར་དུ་བྱེད་པ་འདི་གལ་ཆེ་གསུངས། བདག་འདི། གལ་ཆེ་གསུངས། བདག་འདི་ནས། རྡོ་རྗེ་གསུང་དང་བཅུ་དྲུག་པ་དེ་ཞུ་བྱ་ན་སེམས་ཙམ་ནི་ས་བདུན་གྱི་མངོན་རྟོགས་རིང་དུ་སོང་བྱ་བ་འདི་བཞུགས། དེ་ལ་སྤྱིར་ལམ་གང་ལ་ཡང་མ་ཞུགས་པའི་ཐ་མལ་པ་དང། གྲུབ་མཐས་བློ་བསྒྱུར་བ་སོ་སོའི་སྐྱེས་བུ་དང་གཉིས་ལས། ད་འདིའི་སེམས་ཙམ་པ་ནི་ས་བདུན་མངོན་རྟོགས་ཡིན་གསུང་བ་དེ་ཡིན་པར་གྲགས། སོ་སོའི་སྐྱེས་བུ་ལ་ཡང་ལམ་ལོག་པ་ལ་ཞུགས་པ་མུ་སྟེགས་པའི་ལྟ་སྤྱོད་དང། ཡང་དག་པའི་ལམ་ལ་ཞུགས་པ་སངས་རྒྱས་པའི་ལྟ་སྤྱོད་དང་གཉིས། སངས་རྒྱས་པ་ལ་སྨན་པའི་ལམ་ཉན་རང་གི་ཐེག་པ་དང་ཆོས་ཀྱི་ལམ་ཐེག་ཆེན་གཉིས། ཐེག་ཆེན་ལ་སེམས་ཚོམས་དང་དབུ་མ་གཉིས་ལས་སེམས་ཚོམས་པ། ཕྱི་བཟུང་བའི་ཡུལ་འདི་དག་སེམས་སུ་མ་ཤེས་པས་འཁོར་བར་འཁྱམས་ཤིང། འཁོར་བ་སྤོང་བ་ལ་ཐོག་མར་ཕྱི་བཟུང་བའི་ཡུལ་འདི་སེམས་སུ་ངོ་ཤེས་དགོས། དེ་ཤེས་ནས་འཁོར་བ་སྤོང། དགེ་སློང་བསྟན་པའི་བློ་གྲོས་ལྟ་བུ་ཡིན་ཏེ་ཕྱི་རོལ་གྱི་དངོས་པོ་ཐམས་ཅད་སེམས་ཙམ་ཡིན་པས་དེ་རྟོགས་པའི་ཕྱིར་རོ། དེ་རྟོགས་ནས་སེམས་རང་རིག་རང་གསལ་གཟུང་འཛིན་གཉིས་དང་བྲལ་བ། བུམ་པའི་ནང་གི་མར་མེ་རླུང་གིས་མ་བསྐྱོད་པ་ལྟ་བུ་འདི་ཡང་རྟོགས་ནས་འོང་བས་དེ་ལྟར་ན་འཁོར་བ་སྤོང་བ་ལ་སེམས་རྟོགས་དགོས་པར་འདོད་པ་ལ། དབུ་མ་པ་ན་རེ། ཕྱིས་གཟུང་བའི་ཡུལ་ལ་ཡང་འཁྲུལ་པ་མེད་ན་འཛིན་པའི་སེམས་རང་རིག་རང་གསལ་འདི་རིག་པར་བྱ་བའི་ཡུལ་ཡིན་ནམ། རིག་པར་བྱེད་པའི་ཡུལ་ཅན་ཡིན། རིག་བྱའི་ཡུལ་ཡིན་ན་ནི་རིག་བྱེད་ཀྱི་ཡུལ་ཅན་ཞེས་ལོགས་སུ་འོང་ལ། རིག་བྱེད་ཀྱི་ཡུལ་ཅན་ཡིན་ན་ནི་རིག་བྱའི་ཡུལ་ལོགས་སུ་འོང་བས། དེས་ན་ཡུལ་ཡུལ་ཅན་ཚུལ་ཀུན་རྫོབ་ཡིན་པས། སེམས་ནི་རང་རིག་རང་གསལ་དུ་གྲུབ་པ་མེད་པ་ཡིན་པའི་ཕྱིར། འདི་ལྟ་བུ་དེ་ལམ་གོང་མ་མི་ལྡོག་པའི་ཆོས་ཉིད་ཀྱི་བདེན་པ་མཐོང་མི་སྲིད། འོ་ན་གང་གིས་མཐོང་ན་སློབ་དཔོན་འཕགས་པའི་རྗེས་འབྲང། དཔལ་ལྡན་ཟླ་བ་གྲགས་པ་ལས་བརྒྱུད་པའི་དབུ་མ་པ་རྣམས་ཀྱིས་ཆོས་ཉིད་ཀྱི་བདེན་པ་རྟོགས་པར་ཡིན་ཟེར་ཏེ། བྱུར་ཆེན་པོ་འདི་ཉིད་ལས་ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན་དེ་ལས་བརྒྱུད་པའི་དམ་ཆོས་ཀྱི་ཆོས་ཉིད་བདེན་པ་མཐོང་བ་ཡིན་གྱིས་ཟེར། འདིར་ཞལ་སྔ་ནས་ས་བདག་འདིས། སེམས་ཙམ་པས་ད་ཆུ་གཉིས་ཀྱི་བདེན་པ་དེ་མཐོང་བ་མི་སྲིད་པ་རེད། ད་གལ་སྲིད་ཆུ་གཉིས་ཀྱི་བདེན་པ་མཐོང་དགོས་ཀྱི་ཡོད་ན་དེ་ནི་སློབ་དཔོན་ཀླུ་སྒྲུབ་བན་དེ་ཟླ་བ་གྲགས་པ་ཡབ་སྲས་ཀྱི་རྗེས་སུ་འབྲངས་ནས་དེ་ནས་གཞི་ནས་ཆུ་གཉིས་ཀྱི་བདེན་པ་མཐོང་གི་རེད་མ་གཏོགས་རྗེས་ཀྱི་སེམས་ཙམ་པས་ཆུ་གཉིས་ཀྱི་བདེན་པ་ཟེར་ངེས་དེ་མཐོང་གི་མ་རེད་བྱས་ནས་དེ་འདྲས་ཀྱི་ད་ཡང་སྔ་མོ་བོད་ལ་གཞི་རྩོད་དེ་འདྲས་ཁ་ཆེ་བྱུང་ཡོད་ས་རེད་དེ་ཡོང་བ་ཡང་རེད། དེ་ཡིན་དུས་ད་འདི་འདིར་ཞེ་ང་ནི་ཟེར་ད་ཡང་འཇིག་རྟེན་གསུམ་གསུམ་མཁན་གྱི་དགོངས་པ་ལ་དེ་ལ་ཡང་ད་ཞིབ་ཕྲ་འདྲ་བོ་ཅིག་ཞིབ་ཆ་ཆེ་ཡོང་དུས་རྩ་ནས་ལམ་ཕ་རོལ་ཏུ་ཕྱིན་པ་བཅུ་ལས། ལམ་ཕ་རོལ་ཏུ་ཕྱིན་པ་བཅུ་ཡི་ནང་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མངོན་དུ་གྱུར་པ་གསུངས་པ་དེ། རྟེན་འབྲེལ་ལུང་འབྱུང་ལུང་རྟོགས་རྟོགས་པས་མ་རིག་པ་རྟོགས་པའི་ཤེས་རབ་ལ་ཟེར། ས་བདུན་པར་ཐབས་ཀྱི་ཕ་རོལ་ཏུ་ཕྱིན་པ་མངོན་དུ་གྱུར་པ་གསུངས་པ་དེས། དུས་དེར། དུས་འདིར་ཕྱི་གཟུང་བའི་ཡུལ་ཐམས་ཅད་སེམས་སུ་རྟོགས་པས་སེམས་ཡིན་པའི་གནད་ཀྱིས་ཇི་ལྟར་འགྱུར་འགྱུར་བཏུབ་སྟེ་ཇི་སྐད་དུ། སེམས་ཀྱི་དུས་ན་ཅི་ཡང་འགྱུར་དུ་བཏུབ། ས་གཞིའི་དུས་ན་འབྲུ་གཟན་ཅི་ཡང་སྐྱེ་ཞེས་གསུངས་པས། དེ་ལ་ཐབས་མཁས་པའི་ཕ་རོལ་ཏུ་ཕྱིན་པ་ཟེར། ཐབས་མཁས་པའི་ཕ་རོལ་ཏུ་ཕྱིན་པའི་ཡུལ་དེ་ལ་ངེད་རང་གིས་འཇུག་མི་ནུས་ཏེ། སེམས་ཙམ་གྱི་མངོན་རྟོགས་མེད་པས་ལན། དེ་ཕོ་སྙིང་རྗེ་ཆེན་པོ་དེ་མ་ངེས་པའི་ཕུང་པོ་ལ་གནས་པའི་ཤི་བའི་ས་མ་ཐོབ་པར་འདོད་པ་ཡོད་པ་ལ་འདིར་ཞེ་ལྔ་ནས་སྤྱོད་པ་གཅིག་གིས་སྐྱེ་བ་འབུམ་གྱིས་འཁོར་བ་ཕྱིར་བསྙིལ་བར་ནུས་པ་ནི་འདུན་པ་ཐབས་ཀྱི་ཕ་རོལ་ཏུ་ཕྱིན་པ་སྤྱོད་པའི་བྱང་ཆུབ་སེམས་དཔའི་བཅུད་ཡིན་ཏེ། རང་ཉིད་དམྱལ་བར་སོང་ཡང་བླ་ཡིས་མཉམ་དུ་བཟོད་པས་རང་མི་ཉམས་པར་ཕ་རོལ་པོ་ལས། ཕ་རོལ་པོ་ལས་མི་ཟད་པ་ལ་འཇུག་པ་ལ་སྙིང་རྗེ་ཆེན་པོ་ཡལ་བར་མི་འདོར་བ་དེས་ས་བདུན་གྱི་མངོན་རྟོགས་སེམས་ཙམ་རྟོགས་པ་དེ་ལས་བྱུང་སྟེ། ལ་ཁར་གཤེགས་པ་ལས་སེམས་ཙམ་ས་ནི་བདུན་པ་དེ་སྣང་བ་མེད་པ་ས་བརྒྱད་པ་ས་གཉིས་དག་ནི་གནས་ཡིན་ཏེ་བཅུ་པ་ཡེ་ཤེས་ཆེན་པོ་ས་དེ་ནི་ང་ཡི་ས་ཡིན་ཏོ་ཞེས་གསུངས་ཏེ། འདིར་ཞལ་སྔ་ནས་འདི་ལོ་ཙཱ་བའི་འགྱུར་གྱིས་མ་བྱུང་བ་ཡིན། བཅུ་གཅིག་ཡེ་ཤེས་ཆེན་པོའི་ས་དེ་ནི་ང་ཡི་ས་ཡིན་ནོ་ཞེས་བྱ་བ་ཤུགས་ཀྱིས་འགྲོ་གསུངས། ཕལ་ཆེན་ལས་ཀྱེ་རྒྱལ་བའི་སྲས་དག་ཁམས་གསུམ་པོ་འདི་ནི་སེམས་ཙམ་མོ་ཞེས་གསུངས་པས། སེམས་ཙམ་གྱི་མངོན་རྟོགས་ས་བདུན་པར་འོང་བས། གང་གིས་ཕྱི་རོལ་གྱི་སྣང་བ་འདི་ཐམས་ཅད་སེམས་ཙམ་དུ་དོན་རང་གི་མཚན་ཉིད་ལ་རྟོགས་ན། དེ་ས་བདུན་གྱི་མངོན་རྟོགས་ཡིན་པས་སེམས་ཙམ་སྟོན་པའི་མདོ་རྣམས་ལ་ཤིན་ཏུ་གསལ་བར་གསུངས་པ་ཡིན་གསུངས། ད་འདིའི་སྐབས་ཀྱི། ད་ཅི། སེམས་ཙམ་པ་ནི་ས་བདུན་མངོན་རྟོགས་ཡིན་གསུངས་ཡ་དེ། ད་འདི་འདྲའི་རེ་གཅིག་དགོངས་པར་གསུང་གི་ཡོད་ས་རེད་ད་སྤྱིར་བཏང་གི་ཁ་ཅིག་གིས། ད་ཅི་གོང་དུ་ཞུ་ཞུ་གི་བཞེད་སྲོལ་ལ་ད་སེམས་ཙམ་པ། ལྟ་བ་འདི། ནི་ཅི། དེ་འདྲའི་གི་མཐའ་བྲལ་གི་ལྟ་བ་མ་རེད། དེ་ཡིན་དུས་དེ་ནི་ཤི་བ་རང་རིག་རང་གསལ་འདོད་ཀྱི་ཡོད་རེད་དེ་འདྲའི་ཡིན་དུས་ནས་སེམས་ཙམ་པའི་ལྟ་བ་དེ་དེ་ནི་ས་སྟོན་པའི་མངོན་རྟོགས་ལྟ་བུ་ལ་སླེབས་ཐུབ་ཀྱི་ཡ་ཕ་ལྟར་བཞག་ནས་དེ་ནི་བེད་ཅིག་དབུ་མའི་ལྟ་བ། མཐའ་བྲལ་གྱི་ལྟ་བ་གཅིག་ལས་ཡོད་མ་རེད་དེ་ཡིན་དུས་དེ་འདྲའི་གཅིག་གསུང་མཁན་ཁག་ཅིག་ཡོད་ས་རེད་བ་ཡིན་ནས་ད་ད་ལྟ་འཇིག་རྟེན་མགོན་པོའི་དགོངས་པ་ལ་དེ་མ་རེད་སེམས་ཙམ་པའི་མངོན་རྟོགས་དེ་ས་སྟོན་པའི་མངོན་རྟོགས་དང་རིགས་མཐུན་པ་ཡིན། དེ་ཡིན་པར་གསུངས་པ་དེ་ག་རེད་ཟེར་ན་ཨེ་ནི་ས་བདུན་པ་དེ་ཐབས་ཀྱི་ཕ་རོལ་ཏུ་ཕྱིན་པ་རེད། ཐབས་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་དུས་རྩ་ནས་དེ་ནི་དེ་ལྟ་བུ། ཕྱི་རྣ་བའི་ཡུལ་འདི་ཐམས་ཅད་ནང་རང་གི་སེམས་ཉིད་ཀྱི་གནས་ཚུལ་ཡིན་པ་ཅིག་མ་གཏོགས་ན་ཨེ་ནི་ཐབས་ཀྱི་བྱ་བ་མང་པོ་ཅིག་གྲུབ་ཐུབ་ཀྱི་མ་རེད། དེ་མེད་པ་ཡིན་དུས་དཔེར་ན་ཁ་ཅིག་གིས་ཡང་དེ་ཕོ་སྙིང་རྗེ་ཆེན་པོ་དེ་ཨེ་ནི་ཅིག་སྐབས་དེ་དུས་ཨེ་ནི། ད་འཇིགས་ས་མ་ཐོབ་པའི་ཟོར་གྱིས་གསུང་གི་ཡོད་ས་རེད་བ། ཡིན་ནས་དེ་མ་རེད་བས་ན་དེ་ཕོ་སྙིང་རྗེ་ཆེན་པོ་དེ་ནི་མི་ནག་དུང་དུང་དེ་ལ་བྲལ་བ་ལ་བརྟེན་ནས་བསྐལ་བ་འབུམ་གྱི་འཁོར་བ་ཚོགས་འདུམ་པ་ད་དེ་འདྲས་བྱུང་ཡོད་རེད་བ། དེ་འདྲས་ཀྱི་དེ་ལྟ་བུའི་ཐབས་ཀྱི་ཁྱད་པར་དུ་བྱེད་ཐུབ་པ་དེ་ད་སེམས་ཙམ་གྱི་ད་དེ་ས་བདུན་པའི་མངོན་རྟོགས་དེ་ཐུགས་རྒྱུད་ལ་ཡོད་པའི་སྟབས་ཀྱི་རེད། དེ་རེད་ཡིན་པ་རེད། དེ་ཡིན་དུས་རྩ་ནས་སྤྱིར་གྱི་ནི་ནི་ལང་ཀར་ཞིག་པའི་མདོ་ལ་སོགས་པ་དེ་འདྲས་ནི། སེམས་ཙམ་ས་ནི་བདུན་པ་སྟེ་སྣང་བ་མེད་པའི་ས་བརྒྱད་པ། ས་གཉིས་དག་ནི་གནས་ཡིན་ཏེ་བཅུ་པ་ཡེ་ཤེས་ཆེན་པོའི་ས། བརྒྱད་ནི་ང་ཡི་ས་ཡིན་ནོ་ཞེས་དག་དེ་འདྲས་སེ། ལང་ཀར་ཞིག་པའི་མདོ་ཡི་ནང་ནས། སེམས་ཙམ་ས་བདུན་པ་ཡིན་པར་གསུངས་འདུག་བ། ད་ག་ན་ཤིང་གི་མདོ་ཕལ་པོ་ཆེའི་ནང་ནས་ཀྱང་ཀྱེ་རྒྱལ་བའི་སྲས་དག་ཁམས་གསུམ་པོ་འདི་ནི་སེམས་ཙམ་མོ་ཞེས་ནས་གསུངས་འདུག་ང་དེ་འདྲ་ཡིན་དུས་ད་སེམས་ཙམ་པ་ནི། སེམས་ཙམ་པས་ད་དངོས་གནས་ཡིག་གཅིག་ད་འདི་འདི་གསུང་གི་ཡོད་རེད་བ་ད་གར་སོང་རེད། ཕྱི་རོལ་གྱི་སྣང་བ་འདི་ཐམས་ཅད་རང་གི་སེམས་ཡིན་པ། དེ་འདྲས་ཀྱི་མངོན་སུམ་དུ་རྟོགས་ཐུབ་པ་ཡིན་ན་དེའི་རྟོགས་རིགས་འདི་ས་སྟོན་པའི་མངོན་རྟོགས་རེད་ཅེས་ནས་གསུང་གི་ཡོད་རེད་མ་གཏོགས་གཅིག་གིས་ཕྱི་རོལ་གྱི་སྣང་བ་འདི་ཡང་གཅིག་སེམས་ཙམ་དུ་ཁས་ལེན་པ་ཙམ་གྱིས་དེ་ནི། དེའི་གྲུབ་མཐའ་ཁས་ལེན་པ་ཙམ་གྱིས་དེ་ནི་ས་བདུན་པའི་མངོན་རྟོགས་རེད་ཟེར་ཅག་གསུང་གི་ཡོད་ས་མ་རེད་ནི་ཡིན་དུས་ད་དེ་འདྲས་ཀྱི་རྟོགས་རིགས་ཅིག་མངོན་དུ་གྱུར་བསྡད་པ་ཡིན་ན་ནི་དེ་ཁོ་རང་གི་ད་གནས་ཚད་དུ་མ་བཟུང་ནས་དེ་དེ་ནི་ས་བདུན་པའི་མངོན་རྟོགས་ལ་ལེགས་ཀྱི་རེད་གསུང་ད་དེ་འདྲས་ཅིག་གསུང་གི་ཡོད་ས་རེད་དེ་ཡིན་དུས་ནི་རྩ་བའི་ནི་ཆོས་གྲོགས་རྣམ་པ་ཚོ་སོ་སོའི་ཡག་པོ་བྱས་གསེང་ནས་བརྟག་དཔྱད་གནང་དེར་བ་ཡིན་ནི་དེ་དགོངས་པ་དེ་འདྲས་ཅིག་མིན་འགྲོ་བསམ་གྱི་འདུག་ད་དེ་རིང་དེའི་ང་རང་ཚོ་རྡོར་རྗེའི་གསུང་གི་གཞུང་གསུམ་དེ་བཞག།